འཛམ་བུ་གླིང་འདིའི་སྒང་ལ་ཡོད་པའི་དམངས་གཙོའི་རྒྱལ་ཁབ་དང་མཚོན་པ་ཡག་པོ་ཅིག་བལྟས་པ་ཡིན་ན་ཨ་ནི་དམངས་གཙོ་དེ་ལ་ཡང་རིགས་གཉིས་ཡོད་དགོས་རེད། ཨ་ནི་དང་པོ་དེ་ཐད་ཀར་དམངས་གཙོ་ཟེར། དབྱིན་ཇིའི་ཚིག་ལ་ཞུས་ན Direct Democracy ཆེ། ཨ་ནི Indirect Democracy། ད་ཐད་ཀར་གྱི་དམངས་གཙོ་དང་ཐད་ཀར་མ་ཡིན་པའི་དམངས་གཙོ་ཟེར་ད་ག་འདྲ།

ད་རྒྱལ་ཁབ་དེ་ཚོ་ནང་དུ་ཡང་ཨ་ནི་ཁྲིམས་ག་འདྲ་འདྲ་ཅིག་བཟོས་གི་ཡིན་ན་ཡང་མི་མང་གི་ཐད་ཀར་ཆ་ཤས་ལེན་ཡ་དེ་འདྲ་གལ་ཡོད་མ་རེད། མི་མང་གི་འོས་འདེམས་བྱས་པའི་སྐུ་ཚབ་ད་གྲོས་ཚོགས་ཀྱི་འཐུས་མི་ཁོ་ན་ཚོ་གིས་ད་གྲོས་ཚོགས་ནང་ལ་བགྲོ་གླེང་བྱས་ནས་ཁྲིམས་གཏན་འབེབས་བྱེད། ཁྲིམས་གཏན་འབེབས་གནང་བྱ་རྒྱུ་དེ་ཨ་ནི་གཞུང་ཟེར་ད་འཛིན་སྐྱོང་གིས་ཨ་ནི་ལག་བསྟར་བྱེད། ཨ་ནི་འཛིན་སྐྱོང་གིས་ལག་བསྟར་བྱེད་རྒྱུ་དེ་ཁྲིམས་དེ་ད་ནི་མི་མང་གིས་ཁྲིམས་ཁུར་གི་འདུག་མི་འདུག་ཁྲིམས་མ་ཁུར་ན་ཉེས་ཆད་བཏང་ཡ་ལ་སོགས་ག་རེ་བྱེད་ཀྱི་ཡིན་ལ་འདི་བྱས་གི་ད་ལས་ཀ་འདི་ད་ནི་ཁྲིམས་དོན་ལས་ཁང་ཟེར་བ་ར་ད་འཇུས་འདྲུལ་ཞི་རིག་ཟེར་བ་ཨིན་ཅིག་ཚིག་ལ་འོ་ད་འདི་འདྲས་ཀྱི་ཐོག་ནས་འགྲོ་ཡ་ཅིག་ཆགས་འདི་ཡོད་རེད་ཤོད་ཡ་ཡིན་བྱས་ཙང་ཁྲིམས་ཁ་ས་ཐད་ཀར་མང་གཙོ་དང་ཐད་ཀར་མ་ཡིན་པའི་མང་གཙོ་གཉིས་པ་རུ་ལས་ཡ་ཁྱད་པར་འདྲ་བོ་འདི་འདྲས་བྱས་ཡོད་རེད་ཤོད་ཡ་ཡིན།

དམངས་གཙོའི་གི་རྒྱལ་ཁབ་ཡིན་ཟེར་ནས་བཤད་དུས་ཡོད་རེད་ཞུ་ཡ་ཡིན་ད་ཡོངས་གྲགས་ཤེས་བསྡད་དེ་འདི་ཆགས་བསྡད་ཡོད་རེད་ཞུ་ཡ་ཡིན། ཨ་ནི་ད་ཐད་ཀར་གི་དམངས་གཙོའི་གི་ཨ་ནི་རྒྱལ་ཁབ་དུ་ཚོད་ནང་ལོ་རེ་ཡ་ཨ་ནི་མི་དམངས་གི་དངོས་སུ་ཆ་ཤས་ལེན་སྟངས་བྱོས་ར་ཅིག་ཁྲིམས་སྲོལ་ཡ་ད་གང་ཅིའི་ཐོག་ལས་ཆ་ཤས་ལེན་སྟངས་དེ་ལ་ཡ་ད་བརྒྱུད་ལམ་འདྲ་བོ་ཅིག་ཨ་ནི་ཁག་གསུམ་འདྲ་བོ་ཅིག་ཡོང་བསྡད་འདུག་ཞུ་ཡ་ཡིན།

ཁྱད་པར་འགྲོ་དེ་དེ་འདྲ་འདྲ་བ་ཅིག་ཡོད་རེད་ཞུ་ཡ་ཡིན་འོ་ད་དེ་འདྲ་འདྲ་བ་ཅིག་རེད་ད་ད་འདི་ཐད་ཀར་གྱི་དམངས་གཙོ་དོན་གཟོ་ནང་ལོ་རེ་ཡ་པེ་ན་སུས་ལྟ་བུ་ཆ་ཞག་ཡིན་ན་ཁྲིམས་ཀྱི་བཟོས་བ་ལ་ཨ་ནི་གཞུང་གི་ངོས་ནས་ཨ་ནི་མི་མང་ལ་ཡ་ཨ་ནི་ད་ང་ཚོ་ལ་ཡ་དཀའ་ངལ་དེ་འདྲ་ཞིག་འདུག་ཨ་ནི་དཀའ་ངལ་དེ་ལ་ཡ་ཁྲིམས་དེ་འདྲ་ཅིག་བཟོས་ན་ཕན་ཐོག་དེ་འདྲ་ཞིག་འདུག། ཡང་འདིའི་ཁྲིམས་དེ་བཟོས་བ་ལ་བརྟེན་ནས་ང་ཚོ་ལ་དགེ་རྒན་གྱི་ཆ་ལ་དེ་འདྲའི་དོན་དེ་འདུག་ཟེར་ནས་མི་མང་ལ་ཡང་མ་གསལ་བསྒྲགས་བྱེད་གཞུང་གིས་མ་གསལ་བསྒྲགས་བྱེད་གསལ་བསྒྲགས་བྱེད་སྟངས་དེ་ད་གསར་འགྱུར་བརྒྱུད་ལམ་ཁག་ནས་བྱེད་ཀྱི་ཡོད་ན་འདྲ་འདུག་སྤྱི་ཚོགས་དྲ་རྒྱའི་བརྒྱུད་ནས་བྱེད་ཀྱི་ཡོད་ན་འདྲ་འདུག་མ་བྱེད་ཨ་ནི་མི་མང་གིས་འདི་བསམ་བཏང་ནས་ཨ་ནི་འོས་བསྡུ་བྱས་ཀྱི་མི་མང་ཡོངས་སུ་རྫོགས་པ་འོས་བསྡུ་བྱས་དེ་ལ་ཨ་ནི Referendums འོས་བསྡུ་བྱས་ནས་ད་འདི་ལུང་པ་འདི་ནང་ཁྲིམས་ག་འདྲས་བཟོས་མ་བཟོས་ཟེར་དེ་ཐད་ཀར། མི་མང་གི་ཆ་ཤས་ལེན་གི་ཡོད་རེད་བྱས་ཙང་ཐད་ཀར་དམངས་གཙོ་ཟེར་དེ་དོན་དག་སྒྲོག་དེ་དེ་འདྲའི་སྒྲོག་བྱེད་རེད་ཞུ་ཡ་ཡིན། ཡང་སུད་ཀྱི་ནང་ལོག་ལ་གནས་ཚུལ་ཁ་ཤས་ཅིག་སུད་མི་མང་ཡོངས་སུ་རྫོགས་པ་ལ་ཡ་ཨ་ནི་སྐད་ཆ་ཁྲིད་མོ་གོ་བྱས་དེའི་ནང་ནས་ས་གནས་གཅིག་བྱེ་བྲག་པ་ཅིག་གི་མི་མང་ལ་ཡ་ད་སྐད་ཆ་ཁྲིད་བྱས་དེ་ལ་འོས་བསྡུ་བྱས་ནས

ཚོང་གཉིས་རྒྱག་སྟངས་ཀྱི་ཐད་ལ་ཡང་ཁྲིམས་གཅིག་གྱུར་གཏང་དགོས་འདུག་འདིར་ཁྲིམས་དེ་འདྲ་ཞིག་བཟོས་ན་རྒྱ་གར་གྱི་ཚོང་པ་དེ་ཚོ་ལ་ཕན་ཐོགས་དེ་འདྲ་ཞིག་ཡོང་ས་རེད་ཟེར་ཁོ་རང་གིས་དེ་ག་ལ་བ་རེད་ཁྱབ་བསྒྲགས་འདྲ་བོ་བྱས་ཟེར། དེའི་ཐོག་ལ་ཡང་གསལ་ཞིག་ཟེར་བ་འགྲེལ་བཤད་དེ་ཚོ་མ་བྲིས་ཡིད་ཆེས་ད་འདི་ཁོས་ཀྱི་སྤྱི་ཚོགས་དྲ་རྒྱ་ནང་ལ་ཁྱབ་བསྒྲགས་བྱེད་མཁན་དང་འདྲ་དེ་གསང་རྒྱུའི་བརྒྱུད་ལམ་བརྒྱུད་ནས་ཁྱབ་བསྒྲགས་བྱེད་མཁན་ན་ཁོ་བྱས་འདི་ཁོ་རང་སྒེར་མི་གཅིག་གིས་བྱེད་དགོས་བ་དང། དེ་བྱས་ནས་དགའ་རོགས་སུ་ནས་འདི་ཨ་ནི་པས་སྐད་སྒྲ་ཆེན་པོ་ཞུ་ཆག་མི་མང་ནང་ན་མ་ཁྱབ། ད་མི་མང་གིས་ཁོས་གི་བསམ་བྱ་དེ་ཡག་པོ་ཞུ་འདུག་ཟེར་ནས་ཨ་ནི་རྒྱབ་སྐྱོར་ཞུ་ཆེད་སླེབས་ཀྱི་ཡོད་ཅེས་སླེབས་ཀྱི་ཡོད་དེ་ག་ལ་དགའ་རོགས་སུ་ནས་གཞུང་གི་ཧ་གོ་ཅེས་གཞུང་གིས་ཨ་ནི་ཁོས་གི་ད་བཏོན་ཞབས་པས་མི་མང་མི་སྒེར་ཅིག་བཏོན་ཞག་ཁྱོད་གི་ཨ་ནི་ག་ལ་བར་བསམ་ཚུལ་དེ་ཡག་པོ་ཞུ་འདུག་ཟེར་ནས་ཨ་ནི་འདི་ཁྲིམས་ལ་བཟོས་པ་ཡིན་ན་ད་དེ།

འདི་ཚོ་ལས་ཡང་རིགས་མི་འདྲ་བ་ག་རེ་ག་རེ་ཡོད་མེད་དེ་འདྲའི་སྐོར་ལ་ཡང་ངོ་སྤྲོད་ཞུ་ཐུབ་ཡག་གི་རེ་བ་བྱེད་ཀྱི་ཡིན་གལ་ཏེ་ཁྱེད་རང་ཚོ་ཡང་དེ་ངས་དེ་འདྲ་མ་དེ་འདྲ་བརྙན་ཐུང་བཟོས་པ་དེ་ཨ་ནི་ཐུགས་ཕན་གསོས་ཀྱི་འདུག་བསམ་བསམ་འདྲ་བྱེད་བྱུང་ན་ཨ་ནི་མ་མཆན་འོག་ལ་ཡང་མཆན་དེ་ག་དེ་བྲིས་རོགས་གནང་བཅས་ཞུ་ཡ་དང་ཆབས་ཅིག་ཨ་ནི་ཁྱེད་རང་ཚོ་ཡང་དེ་ཕན་ཐོག་འདུག་བསམ་ན་ཨ་ནི།